ཨ་ནེ་པད་སྒྲུང་ཞེས་དེ་འདྲ་མཛད་དགོས་པ་གི་མཛད་འཕྲིན་དེའི་ནང་ལ་དམིགས་བསལ་དུ་ད་རེས་ཨ་རིའི་ང་ཚོ་རྒྱ་གར་མ་པཱ་མི་རྗེ་རྡོར་རྗེ་གི་གསུང་འབུམ་པོ་ཏི་སུམ་ཅུ་བསྟན་པ་ལྔའི་གསུང་ལས་པད་སྒྲུང་དང་འབྲེལ་སྤེལ་བྱེད་དགོས་པ་ཅིག་མཐོང་བྱུང། དྲ་ཐོག་ནས་བཤད་སྡོད་ཀྱི་འདུག

རྡོ་རུས་དང་དཔེ་བྲིས་བྱས་རྒྱུ། ཁྱད་པར་དུ་ད་ལན་རྒྱ་དཀར་མ་པ་མི་ཤེས་རྡོ་རྗེ་གི་གསུང་འབུམ་པོ་ཏི་ཚོན་ཆུ་ཐན་པ་ལྔའི་གསུང་དཔར་དུ་མཇལ་བ་ཡིན་འདི་ལ་ཆེ་བ་གསུང་དང་ལྡན་པ་དེ་འདྲ་བ་ཅིག་མཐོང་གི་འདུག། ཆེ་བ་གསུམ་བསལ་ཏེ་ག་རེ་ཟེར་ན་དང་པོ་རྒྱ་དཀར་མ་པ་མི་ཤེས་རྡོ་རྗེ་གི་གསུང་འབུམ་པོ་ཏི་ཚོན་ཆུ་དཔར་མཇལ་བ་དེ་ལ་རིགས་ཀུན་གྱི་ཆེ་བ།

མདོ་ལུགས་ཀྱི་ནང་ལ་ཡང་གཞུང་བསྐལ་པའི་གཞི་ཟེར་དུས་དབུ་ཕར་འདུ་འཛི་གཞི་གི་འགྲེལ་པ་དེ་བོད་གངས་ཅན་ལྗོངས་ལ་ཡོངས་སུ་གྲགས་པ་ནི་དེ་ལས་ཆེ་མེད་པ་དེ་ལས་ཟབ་མེད་པ་དེ་ལས་ཁུངས་བཙན་མེད་པ་གི་འགྲེལ་པ་འགྲེལ་ཆེན་གྱི་ཕྱོགས་ལས་ཡོད་པ་རེད། དེ་དེའི་རྒྱུ་མཚན་མང་པོ་ཞིག་གི་ཡ་མི་འདུག་ཚང་མའི་མཁྱེན་གསལ་ལྟར་རེད།

དེང་སང་གི་བཀའ་སྤྱི་རྒྱལ་བ་ཡ་སེ་གྲུབ་ཟེར་དེ་ཡང་འདྲ་པོ་དེ་ཚོ་ཚོང་བ་དེ་བཀའ་དེ་དུས་ཀྱི་བཀའ་མ་པ་མི་ཆེ་རྡོ་རྗེ་ཀྱི་ད་གསོ་སྐྱོང་བྱས་དགའ་པ་ལྟ་བུ་ཀྱི་བླ་སྤྲུལ་ནང་གྱི་བྱ་བ་དེ་ཡོད་པ་རེད། མཁས་བཙུན་བཟང་གསུང་ཙམ་པ་ཁ་ཐག་དེ་དག་གི་ནང་ལ་ཀྱང་ལྷག་པར་སྐྱེས་འདུག་དཔའ་བོ་གཙུག་ལག་འཕྲིན་ཡ་སེ་ཡ་དེ།

ཨོ་རྒྱལ་གཙང། ཨ་ནི། དཔའ་བོ་གཙུག་ལག་མཐིང་བ་དང་ཀརྨ་པ་མི་བརྒྱད་རྡོ་རྗེ་གཉིས་ཀྱི་བཀའ་གཏད་དུས་ཀརྨ་པ་མི་བརྒྱད་རྡོ་རྗེ་མཛངས་མི་དགའ་ཆེན་ཟེར་ཡ་དེ་ལས་ཨ་ནི། རྒྱ་འབྱུང་ལ་སོགས་པ་གིས་དད་ལྡན་མང་པོ་ཅིག་གིས་གཙུག་ཏུ་བཀུར། བོད་ཀྱི་ཆོས་དང་རིག་གནས་ཐམས་ཅད་ད་ཨེ་ཤི་ཡ་ཡི་ལུང་པ་ཟེར་ན་འདྲ་ད་ང་ཚོས་དེ་ཚོ་རྒྱ་དང་བོད་དང་ཨ་ནི་མིའི་ལྷོ་ཕྱོགས་ཀྱི་གྲངས་ཉུང་མི་རིགས་ཀྱི་ལུང་པ་མང་པོ་ཅིག་ལ

ཡང་རྩེ་བོའི་ནང་ཟེར་ན་ཀྲུང་གོའི་ནང་ལས་ཡང་དཔའ་བོ་གཙུག་ལག་སྒྲ་དབྱངས་ཀྱིས་དེ་ལ་ཕྱག་རོགས་བྱས་ནས། ཉི་མ་ལ་འོད་ཟེར་གྱིས་བརྒྱན་པ་ལྟ་བུ་གིས་ད་ཞོག་ལས་འདི་ལྟ་བུ་གར་ཆེན་པོ་རྒྱ་ཆེན་པོ་གྱི་ལས་ཡོང་བཞིན་བསྡད་ཀྱི། ལོ་ལྔ་བརྒྱ་གོང་ལས་ཀརྨ་དཔལ་མི་རྗེ་རྡོ་རྗེ་དང་དཔའ་བོ་གཙུག་ལག་འཕྲིན་བ་གཉིས་ཀྱི་མཛད་འཕྲིན་དེ་ལོ་ངོ་ལྔ་བརྒྱ་གི་རྗེས་སུ་སླར་ཡང་ཀརྨ་དཔལ་མགྲོན་དུ་འཕྲིན་ལས་རྡོ་རྗེ་དང

འདི་གའི་གྲོང་ཚད་ཀྱི་ནང་དུ་ལུས་སུ་རྒྱུག་ཁུག་ཟེར་གི་འདུག་ཨ་རྒྱ་སྐད་ལས་ཨོ་སུ་རྒྱུག་ཁུག་གི་ནང་ལ་གཅིག་ལུས་ནས་ཨ་ནི་འཛམ་གླིང་ཡུལ་གྲུ་སོ་སོ་གི་སྐད་དང་ཡི་གེ་ལས་བྱུང་བའི་གི་ཚན་རིག་གི་རིག་གནས་ཐམས་ཅད་དེ་འགྲོ་བ་མིའི་རིགས་ལ་ཐུན་མོང་གི་ལོངས་སྤྱད་ཀྱི་ཐུན་མོང་གི་སྤྱི་ནོར་གྱི་བྱེད་ནས་བེད་སྤྱད་གཏོང་ཡ་དེ་འབད་བརྩན་བྱེད་དང་བྱེད་གིན་པའི་སྒང་དེ་ལ། ད་ང་ཚོ་བོད་ཀྱི་སྐད་ཡིག་ཡང་དེའི་ནང་ལ་ཁྱད་སོང་ན་ལས་འགྲིག་གི་མ་རེད་བ། འཛམ་བུའི་གླིང་དེ་ད་ལྟ AI ཟེར་ཡ་འདྲ་པོ་འདུག Chat GPT ཟེར་ཡ་འདྲ་པོ་འདུག་ཨ་ནི DeepSeek ཟེར་ཡ་འདྲ་པོ་དེ་ཚོ་གི་ནང་ནས་སྐད་རིགས་དང་ཤེས་རིག་ཡིག་གཞི་ཐམས་ཅད་དེའི་ནང་ལ་ལུས། སྒྲུང་གཞི་དེའི་ནང་ལ་སྒྲུང་མཛོད་དེའི་ནང་ལ་བཅུག་ནས། འཛམ་གླིང་ཐུང་མོང་དུ་ཡར་རྒྱས་འགྲོ་བའི་སྐབས་ལ་ང་ཚོ་བོད་ཀྱི་སྐད་དང་ཡིག་གཞི་དེ་དེའི་ནང་ལ་ལུས་རྒྱུ་མེད་ན་སྐད་དང་ཡིག་གཞི་གཅིག་པུ་ཡོད་ན་ཕན་གྱི་ཡོད་མ་རེད་དེའི་ནང་ལ་ལུས་རྒྱུ་གལ

བྱས་ཙང་ད་ལྟ་ནི་དཔའ་བོ་རིན་པོ་ཆེ་གི་འདི་འདྲ་བུ་ལས་ཀྱི་རྒྱ་ཆེན་པོ་གནའ་བོའི་དཔེ་རྙིང་ཚང་མ་བསྡུ་རུས་བྱས་ཕྱོགས་བསྒྲིགས་བྱས་ལྷག་པར་ཅན་དུ་ཀརྨ་པ་སྐུ་འཕྲེང་རིན་ཆེན་དེ་ལས་ལྷག་པར་ཅན་དུ་ཀརྨ་པ་མི་ཆེ་རྡོ་རྗེ་གི་གསུང་ཆ་བཟང་དེ་ནི་གློག་ཀླད་ཀྱི་ནང་དུ་བླུགས

རྟེན་འབྲེལ་ཆེན་པོ་ཅིག་ཆགས་བསྡད་འདུག་བསམ་ཡི་གེ་བསམ་བློ་དེ་འདྲ་ཞིག་སྐྱེས་བྱུང། དེ་ལ་བརྟེན་ནས་དེ་རིང་ངས་གནས་ནོར་དཔའ་བོ་རིན་པོ་ཆེ་གཙུག་ལག་སྒྲ་དབྱངས་ཀྱི་མཛད་འཕྲིན། རྒྱ་གར་ཀརྨ་པ་མི་ཤེས་རྡོ་རྗེ་ཀྱི་གསོན་པོ་དེ་གསུམ་ཆོས་ལྔའི་གསེང་དུ་དཔར་སྐྲུན་བྱས་ནས་འགྲེམས་སྤེལ་བྱས་པ་འདི་ལ་ཡང་བསྐྱར་དུ་བཀྲ་ཤིས་བདེ་ལེགས་དྲོན་མོ་ཞུ་ཡོང་གི་ཡོད། བཀྲ་ཤིས་བདེ་ལེགས།